ད་རེས་འཕགས་པ་སྤྱན་རས་གཟིགས་སྐུ་ཤ་རློན་པ་སྟོན་པ་ཐུགས་རྗེ་ཅན་གྱི་སྐུ་ཡི་སྐུ་ཡི་སྐུ་ཚབ་གསུང་གི་གསུང་ཚབ་ཐུགས་ཀྱི་ཐུགས་ཚབ་ང་ཚོ་བོད་གངས་ཅན་ལྗོངས་འགྲོ་ལྷ་མི་ཡོངས་ཀྱི་སྙིང་གི་ནོར་བུ་ཨ་ནེ་དེང་དུས་འཛམ་བུ་ནས་སྤྱི་ཡི་ནོར་བུ། ལྕགས་དཔོན་ཡེ་ཤེས་ནོར་བུ། ཨ་ནི། ཞར་འབྱར། གསུང་ཐོས། ཨ་ནི། བཀའ་སློབ་ལམ་སྟོན་ཞུས། གང་སྨྲས་ཚེ་བསྐལ་པ་བཟང་པོ་བྱུང་གསུངས། དེ་མང་འབྱུང་འགྱུར་ལ་ཡང་སྐུ་མདུན་ཡེ་ཤེས་ནོར་བུ་ཡང་ཡང་ཞར་འབྱར་ཐུབ་པ་དང་ད་ད་རེས་བཀའ་འདྲི་ཞུ་ཡག་ཐུབ། སྐུ་ཚེ་ཞབས་པད་བརྟན་རོགས་གནང་གསུངས་ངས་ཡང་གསོལ་བ་བཏབ་ཡོད། མཛད་པ་འཕྲིན་ལས་རྒྱས་རོགས་གནང་གསོལ་བ་བཏབ་ཡོད། དེ་བོད་གངས་ཅན་ལྗོངས་ལ་མྱུར་དུ་ཕེབས་ཅིག། དེ་ནས་ཆོས་ཀྱི་འཁོར་ལོ་བསྐོར་རོ་ནང་སོ་སོང་བ་བཏབ་ཡོད། ཨ་ནི་དེ་ང་རང་གི་བསམ་དོན་གང་གང་འགྲུབ་སོང་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས། དམིགས་བསལ་གྱི་བཀའ་སློབ་ཁག་གནང་ཡོད། དམིགས་བསལ་གྱི་ད་འཛམ་བུ་གླིང་སྤྱི་ཡོངས་ལ་ནང་ནས་ནང་པ་ཡོད་དོ་ཅོག་གཅིག་གྱུར་གྱི་དོན་དུ་ལ་ལུམ་བི་ནི་ལ་ཨ་ནི།

དགའ་འགག་ཐུགས་སྣང་གཅིག་གྱུར་བྱུང་ནས་བསྟན་པ་འཛིན་བྱུང་དཔེར་གསུམ་ལ་དེ་ཡག་པོ་ཞེ་དྲག་རེད་བསམ་བཀའ་སློབ་ཆིག་གཅིག་ཐེངས་གནང་སོང། བཀའ་སློབ་གཉིས་པ་དེ། Australia ནང་པའི་མཐོ་སློབ་ཆེན་པོ་ཞིག་བཞེངས་ཀྱི་ཡོད། ཁ་གསལ་གསེང་དེ་འདྲ་ཞིག་ཐོབ་སོང། འོ་དེ་ལ། འོ་དེ་ཡག་པོ་ཞེ་དྲག་རེད། དེ་ལ་དེ་ནི་ནང་པའི་གལ། ག་རེ། བཤད་གྲྭ། དེ་ཡང་ཚད་དང་ལྡན་པ་ཅིག། དེ་ཡང་ཐོས་བསམ་སྒོམ་གསུམ་ཡ་མ་བྲལ་བ་ཞིག་དེ་འདྲ་ཞིག་ཡག་པོ་ཡོང་དགོས་ཀྱི་རེད། དེ་ལ་ཁྱེད་རང་གིས་དེ་ནས་ཤུགས་རྒྱབ་ཤོག་ངས་ཁྱེད་ཐུག་སྟེ། ཨ་ནི། གཅམ་འཇུག་མུ་མཐུད་ནས་གནང་གི་ཡིན་ཟེར་བཀའ་གནང་སོང། དེ་མ་ཚད་པའི་འགྲོ་བ་སྤྱི་ལ་ཕན་པའི་གི་བྱ་བ་དག་གང་ཐུབ་ཐུབ་གཞན་ཕན་གི་བྱ་བ་བྱེད་དགོས་རེད་ཟེར་བཀའ་གནང་སོང། དེ་ངས་གཞན་ཕན་ཚེ་སྒྲིག་བཙུགས་ཡོད་བལ་ཡུལ་ལ་ཉམ་ཐག་ཚོ་ལ། དེ་ནི་དེ་གི་ཚེ་ཕན་ཐོག་ཏན་རྒྱ་ཆེན་པོ་བྱེད་ཀྱི་ཡོད་རེད། དེ་ཡི་ནང་བཞིན་གི་མ་ལེ་ཤེ་ལ་བཙུགས་ཡོད་མ་འོངས་པ་ལ་ཨ་རི་ལ་བཙུགས་ཡག་འཆར་གཞི་ཡོད་ཉམ་ཐག་ཚོ་ཁ་དེ་ཕྱུག་པོ་དེ་ཕྱུག་ཐག་ཆོད། དེ་ནས་ལ་ལ་ནས་ཟས་གོས་སྣལ་མར་གོས་འཕོངས་སྐྱོགས་པོ་ཞེ་དྲག་འདུག་པས་སེམས་སྐྱོ་བོ་འདུག་དེ་ཚོ་རེ་ཅིག་གང་ཐུག་ཐུག་ཅིག་རོགས་པ་ཆེ་བྱས་ལ་ང་རང་འབད་པ་བྱས་ཡིན་ད་མིང་ང་རང་ང་རང་ལབ་པར་ང་ལ་དངུལ་ཡོད་མ་རོ། ཡིན་ནའི་མི་ཚོས་ང་ལ་ཅིག་ཡིད་ཆེས་དང་དགའ་བོ་བྱས་དེ་ངའི་ལབ་པ་དེར་བལྟས་བལྟས་སུ་རོགས་སྐྱོར་བྱས་དེ་འདྲས་བལྟས་ནས་ད་བར་གང་ཐུག་ཐུག་ཅིག་བྱས་ཐུབ་སོང། ཨ་ནི་འཛམ་གླིང་ཆོས་ཡོངས་ལ་ཆུ་སོག་བཅུ་གསུམ་ཙམ་གྱི་བཙུགས་ཡོད་དེའི་ནང་ལ་ཡང་དང་དགོན་པ་དང། སྐུ་གསུང་ཐུགས་རྟེན་དང་ཏཱ་བླ་པ་སློབ་གཉེར་མི་དམན་པ་ཚོ་ཡོད་དེ་ཚོ་གང་གང་རྒྱལ་བ་དགྱེས་པའི་མཆོད་སྤྲིན་ཡིན་ཞུས་ནས་ང་རང་སྙིང་ཐག་པ་ནས་ཞུས་པ་ཡིན། ཨ་ནི་དེ་རིང་དགའ་བ་ལ་བསམ་གྱི་མི་ཚད་དགའ་བོ་བྱུང། སྐྱོ་བ་ཡང་སེམས་སྐྱོ་བོ་བྱུང་ད་སྐུ་མདུན་ཡར་བསྒྲེངས་འདུག་ཨ། མིག་ལ་མིག་ཆུ་ཡང་ཤོར། གཟུགས་པོ་ཡང་འདར་དེ་འདྲ་བྱས་སོང། དེ་ཡིན་ན་ཡང་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་རོགས་ཞུས་པ་ཡིན། ཞེས་ཞལ་ཆེམས་གནང་སོང། དེ་དགའ་བོ་ཞེ་དྲག་བྱུང་ཐུགས་རྗེ་ཆེ།